མདོ་སྡེ་ལས་སྦྱར་བ། མདོ་སྡེ་ལས་རྣམ་པར་འབྱེད་པ། མདོ་སྡེ་ལས་རྣམ་པར་འཐག་པ། མདོ་སྡེ་ལས་རྣམ་པར་སྟོན་པ། གང་བུ། རྟོགས་པ་བརྗོད་པའི་མདོ། བྲམ་ཟེ་ཆོས་ཀྱི་མདོ། དྲིན་ལན་བསབ་པའི་མདོ། བཟང་བླུན་གྱི་མདོ། དྲན་པ་ཉེ་བར་བཞག་པའི་མདོ། ཚུལ་ཁྲིམས་ངན་པ་སར་གཅོད་པའི་མདོ། སྟེ། དྲང་བདེན་བསྟན་པའི་རྡོ་བཅུ། དུལ་བ་ལུང་བདེ་བཞི་བསྙེན་པ་འདོད་བདུན་ནི་ལ། ཏྲཀ་ཀ་ར་ན་དད་བརྒྱད་བྱང་ཆུབ་སེམས་དཔའི་བདུན་ནི་ལ་སོགས་ཏེ། ངེས་དོན་བསྟན་པའི་རྡོ་བཅུ། དྲང་དོན་ངེས་དོན་གཉིས་ཀ་བསྟན་པ། སྤྲིན་ཆེན་པོའི་རྡོ། སྡོང་པོ་རྒན་གྱི་རྡོ། འཇམ་དཔལ་ཞིང་གི་ཡོན་ཏན་བསྐྱོད་པའི་རྡོ། ས་ཡི་སྙིང་པོ་འཁོར་ལོ་བཅུ་པའི་རྡོ། ཏིང་ངེ་འཛིན་རྒྱལ་པོའི་རྡོ། རྡོ་རྗེ་རིན་ཆེན་སྣ་ཚོགས་རྡོ། ནམ་མཁའ། སྙིང་པོའི་མདོ། གཟུགས་སྣང་རིན་ཆེན་གྱི་མདོ། འདུལ་བ་རྣམ་དག་གི་མདོ། རྒྱུད་བདུན་སྐྱོང་དང་འཕེལ་གྱི་མདོ། ལས་ཀྱི་སྒྲིབ་པ་ཀུན་གཅོད་པའི་མདོ། ཡོན་ཏན་བསམ་གྱིས་མི་ཁྱབ་པའི་མདོ། ལས་དག་པའི་མདོ། གཟུགས་ཐུར་དྲི་མ་མེད་པའི་མདོ། ལེའུ་ལུང་བསྟན་པའི་མདོ། གསེར་འོད་གདམས་པའི་མདོ། ཀུན་ཏུ་དགེ་བའི་མདོ། ས་ལུ་སྦྱངས་པའི་མདོ་ལ་སོགས་པ། མདོ་སྡེ། ཅེས་བྱ་བ་བྱིན། སྐར་མ་རེ་རེ་ནས།

རྣམ་པར་ཤེས་པ་ལྷག་བགྱིད་ཀྱི། འགྲོ་བའི་རྣམ་གྲངས་སྲིད་བུ་ཆེ། ཡེ་ཤེས་འཇུག་པ་ཀ་ཏ྄་ཡི། འདི་དག་སྟོན་ཅིང་སྨྱོན་པ་བདུན། ཞེས་སོ། བྱང་གསུམ། ཐེག་པའི་སྟོན་བྱེད་ལ། སློབ་དཔོན་ཀླུ་སྒྲུབ་ཀྱིས་མཛད་པའི་དབུ་མ་རིག་པའི་ཚོགས་དྲུག། ཟླ་བ་བསྒྲགས་པའི་གསང་བ་ཤེས་རབ་ཨ་ར་ཡ་སྡེ་བའི་དབུ་མ་ཞི་བྱ་བ། དབུ་མ་རྟེན་འབྲེལ་སྙིང་པོ། ལེགས་ལྡན་འབྱེད་ཀྱི་རྟོག་གེ་འབར་བ། ཡེ་ཤེས་སྙིང་པོའི་བདེན་པ་གཉིས་པ། སློབ་དཔོན་ཞི་བ་འཚོ་ཡི་དབུ་མ་རྒན། ཀ་མ་ལ་ཤཱི་ལའི་དབུ་མར་སྣང་བ། རྟ་དབྱངས་ཀྱི་མདོ་འདི་སྐད་རབ་སྙན་ངག་དང་བཅས་པ་ཆོས་ཀྱི་གླང་པོའི་རབ་ཀྱི་ལྗགས་ས་གས་ཁྱོད་ཀྱིས་བསྒྲགས་པའི་མདོའི་བདུན། ཞི་བ་ལྷ་ཡི་སྤྱོད་འཇུག་བསླབ། སྤྱོད་འཇུག་དང་བསླབ་བཏུས་ཐོགས་མེད་ཀྱི་འཇམ་དཔལ་ཆོས། ལྔ། ས་དེ་ལྔ་སོགས་དང་དབྱིག་གཉེན་གྱི་འབུམ་ལ་སོགས་པའི། ཀྲི་ཀ་དང་ཕུང་པོ་ལྔ་ཡི་རབ་ཏུ་རྒྱས་པ། ཉི་ཤུ་པའི་རབ་ཏུ་རྒྱས་པ། སུམ་ཅུ་པའི་རབ་ཏུ་རྒྱས་པ། ལས་སྒྲུབ་པའི་རབ་ཏུ་རྒྱས་པ། རྣམ་ཤེས་རིག་པ། སློབ་དཔོན་སེང་གེས་བརྫངས་པའི་བརྒྱད་སྟོང་པའི་བསྒྲལ་པ། བདུད་པའི་བསྒྲལ་པ་ལ་སོགས་པ། ལས་ཞལ་གཅིག་ཕལ་ཆེར་ཡེ་ཤེས་བརྡས་ཀྱིས་བསྒྱུར་བ་ལ་སོགས་པའི་འབྲས་བུའི་སྟོན་ཅེས་བྱ་བསམ་གྱིས་མི་ཁྱབ་པ་ཅེས་གཞོན་ནུ། ཨཱ་ནི་ཅིབ་བདེ་གི་དབུ་གིང་གུ་རུ་པདྨ་འབྱུང་གནས་ཀྱི་སྐྱེས་རབས་རྣམ་ཐར་དགེ་ཞིང་རྒྱལ་པོས་སྐྱོན་མེད་ན་ལས། ཕྱིས་རྡོ་གསེར་ཉིད་ཐེག་པའི་བཀའ་བརྒྱུད་བསྟན་འགྱུར་གྱི། དཀར་ཆ་སྐྱོད་འབུལ་གྱི་ལེའུ་སྟེ་ཆ་བཞི་པ་ཡིན་པས།